སྐྱ་ལོ། ཐ་ར་གནམ་ལ་བལྟ་བའི་སྐར་མ་གསང་སྔགས་གཅིག་གི་སྟེང་དགྲ་གནམ་དཀར་སེར་གྱི་ཟླ་བ་ལ་འཇའ་འོད་ཀྱི་གུར་ཁང་སྤུ་འབག་གཅིག་གི་སྟེང་དགྲ། ཐ་ར་ས་ལ་བལྟ་བའི་ཉི་མ་དྲོ་བ་གཅིག་གི་སྟེང་དགྲ་ས་གཞིའི་པདྨ་འདབ་བརྒྱད་ལ་མེ་ཏོག་གི་ཆར་ར་བབས་པ་གཅིག་གི་སྟེང་དགྲ། ལ་ཆར་ཆུ་དུས་སུ་བབས་པ་གཅིག་གི་སྟེང་དགྲ་ལོ་ཆུ་རྟག་ཏུ་རྒྱས་པ་གཅིག་གི་སྟེང་དགྲ། ལ་ཆོས་ར་ཆེན་པོ་དར་ཞིང་རྒྱས་པ་གཅིག་གི་སྟེང་དགྲ་བླ་སྤྲུལ་དགེ་འདུན་བཙུན་མ་རྣམས་སུ་དབུ་འཕང་མཐོ་བ་གཅིག་གི་སྟེང་དགྲ།

ཕ་མ་བུ་ཕྲུག་རྣམས་ཚོ་དེ་གའི་ཕུན་སུམ་ཚོགས་པ་ཡོང་བ་བྱེད་ཀྱི་གཏམ་འདྲ་ཅུང་བྱིས་པ་རྣམས་ཚོ་རིག་རྩལ་འཕེལ་བ་བྱེད་ཀྱི་གཏམ་འདྲ་ལ་རྩ་བའི་བླ་མ་ཁོང་སྐུ་ཚེ་ཞབས་པད་ཡུན་རིང་བསྐལ་བརྒྱར་བརྟན་ཅིང་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པ་བྱེད་ཀྱི་གཏམ་འདྲ་བོད་མི་གཞིས་བྱེས་གཉིས་མཉམ་དུ་འཛོམས་ནས་ལོ་སར་ཁྲ་རུག་རུག་འཛོམས་པའི་གཏམ་འདྲ་ལ་ཆ་ར་ཡོད་དོ་ཞུས་པའི་ལྷ་ཧ་ཧ། ལྷ་བཀྲ་ཤིས་པའི་གྲལ་དཀར་ཚེ་རིང་རྡོ་རྗེ་ལྔ་ཡི་ལག་ཏུ་ཁེལ་བའི་དྲི་མེད་ཁ་བཏགས་དཀར་པོ་ཉི་མའི་དལ་ལེ་འདི་ལ་ལ་སྟོད་ཀྱི་ཕྱོགས་ལ་རྣམ་བཅུ་དབང་ལྡན་ཚ་བར་གྱི་ཕྱོགས་ལ་བཀྲ་ཤིས་རྟགས་བརྒྱད་ཚ་སྨད་ཀྱི་ཕྱོགས་ལ་རྒྱལ་སྲིད་སྣང་མཐུ་ཚ་མཐའ་ཡི་ཕྱོགས་ལ་གཡུང་དྲུང་ལག་བྲེལ་ཚ་ལ་ཐོ་ནམ་མཁའི་དབྱིངས་ལ་ཡུག་ཙམ་ཆད་པའི་དབུ་འཕང་སྟེ་ཁུང་ལས་ཐོ་བ་ཅིག་གི་ལྟེམ་སྒྲ་ལུས་བར་རྡོ་རྗེའི་བྲག་ལ་རགས་ཙམ་ཆད་པའི་སྐུ་སྲོག་སྟེ་བྲག་ལས་སྲ་བ་ཅིག་གི་ལྟེམ་སྒྲ་ལུས། མ་སྔོན་མོའི་ཆུ་ལ་རགས་ཙམ་ཆད་པའི་མི་བརྒྱུད་དེ་ཆུ་ལས་རིང་བ་ཅིག་གི་ལྟེམ་སྒྲ་ལུས། ལ་དཀར་ཞིང་ཐང་ལ་རིང་བ་སྟེ། ལ་སེམས་དཀར་པོ་ལྷད་མེད་ཀྱི་ཐོག་ནས་ཕུལ་བ་དང་དམ་ཚིག་ཡུན་དུ་གནས་པ་ཅིག་གི་རྟེན་འབྲེལ་ཡིན་ལ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་ཨེ་མ་བག་གྲོ་ཀུན་ཁམས་ས་སྟེང་དུ་བདེ་བ་ཐོབ་པར་ཤོག་སྐྱིད་སྐྱིད་སོ་སོ་ལྷ་སྐྱ་ལོ། ལྷ་སྐྱ་ལོ། ལྷ་སྐྱ་ལོ།